ཨ་ལ་སོགས་དག། གྲུབ་མཐའ་སོ་སོ་ནས་ཕེབས་ཞོག་པའི་དགེ་འདུན་པ། དང་དེ་ནས་རྒན་པ་སོ་སོ་ནས་ཕེབས་ཞོག་པའི་དགེ་འདུན་པ་ཡོངས་ལ་དེ་ནས་ཚང་འདྲི་དང་དེ་ནས་བཀྲ་ཤིས་བདེ་ལེགས་ཞུ།

དེ་ནས་དེ་བྱས་དེས་ད་ཞེས་བཏང་བ་ང་འཚོ། ཞེས་སངས་རྒྱས་ཀྱིས་བསྟན་པ་རིན་པོ་ཆེ་འདི་གཉིས། དེ་ནས་དག་ཞིང་གྱེན་ལ་ཡུན་རིང་དུ་གནས་པར་བྱས་པ་དང་དེའི་ནང་བཞིན་གྱི། དེ་ནས་སེམས་ཅན་གྱི་བདེ་གཤེགས། འབྱུང་བ་ཞེས་པ་ད་གཙོ་བོ་གྱིས་དེ་ནས་ག་རེ་ཟེར་ཟེར་ན་ང་འཚོ་ཞེས་བཏང་དང། དེ་ནས་འཇིག་རྟེན་ཡོངས་གྲགས་ཀྱི་སྒོ་ནས། རྒྱ་ཡི་བསྟན་པ་རིན་པོ་ཆེ་འདི་གཉིས། དེ་ནས། བསྟན་པའི་དོན་ཆེན་ནང་ཉིད་དུ་ལུང་བསྟོད་པའི་བདག་འཛིན་གྱིས་དེ་འདི་བྱེད་དོ་སྨྲ་བྱེད་པ་སྒྲུབ་པར་བྱེད་པ་ཁོ་ནའོ་ཞེས་གསུངས་པ་ལྟ་དུས། དེ་ནི་དོན་ཆེན་རྣམ་པ་གཉིས་ལས་རགས་ལེན་པ་ཡིན་པ། དེ་དེ་ནི་ད་ཡོངས་གྲགས་དུ་དེ་འདྲ་ཡིན་ཞིང་ཡོད་འདུག་ད་དེ་ཡོངས་གྲགས་དུ་དེ་འདྲ་ཡིན་པ་ལ་ད་དེའི་སྤྱི་དོན་ག་རེ་བསྟན་འདུག་ཟེར་ན། དེ་ནས་ག་རེ་ཚེ་གེ་རེ་ཁེ་བ་ངེ་རེ་གནང་རྒྱུ། ད་བསྟན་པ་འདི་ཡུན་རིང་དུ་གནས་པ་དང་བསྟན་པ་འདིའི་འཛིན་ཤུགས་སྤེལ་གསང་བྱེད་དགོས་བ་ལ། དེ་ནི་ཆ་རྐྱེན་འདྲ་བོ་དང་ད་ག་འདྲི་ཚོགས་དགོས་ཀྱི་ཡོད་རེད་ཟེར་ན་ད་སྤྱི་དང་ང་རང་གི་དྲན་ཚུལ་འདྲ་བོ་ཅིག་མ་གསང་ལ་ཁོ་ཡི་ནས་ག་ན་དེ་ནི་རྒྱུ་མཚན་རྣམ་པའང་དེ་ནི་ཚིག་རྣམ་པ་གསང་ཙམ་གྱི་གི་ཡིན་ང་རང་བ་དུད་འགྲོས་ཀྱི་ཡིན་གྱི་མ་ཉེས་དགེ་ས་རེད་དྲང་བ་འདྲ་བོ་ཅིག་དེ་དྲན་གི་འདུག། ད་དེའི་ནང་ནས་གཙོ་བོ་ག་རེ་བསྟན་འདུག་ཟེར་ན་དཔེར་ན་དེ་ནི་གང་ནས་འོངས་པའི་འདུག་ཤག་ཚང་ཡིན་ན་ཨོ་མཁན་པོ་རེད་སྤྲུལ་སྐུ་རེད་དེ་ནང་བཞིན་གྱི་ཁྱེད་རྣམས་པ་གི་དཔེ་མང་པོ་གསུངས་སོང་དེ་གསུངས་བ་ནང་ལྟ་དུས་བྱས་ནས་དེ་ནས་ག་རེ་ཟེར་དགོས་ཟེར་ན་ད་མཐུན་སྒྲིལ་ཟེར་རྒྱུ་དེ་དཔེ་མ་ཟིག་གེ་ཆེན་པོ་ཅིག་ཡིན་ས་རེད་དྲན་ནས་དེ་ནས་ཕྱི་གཏོང་རྒྱུ་འདུག་ད་ང་ཚོ་བགྲོ་གླེང་གྱི་མ་ཐོབ་ན་རེ་དེ་ནང་བཞིན་གྱི་ཁྱད་རྩོད་གཙང་གཙང་གྱི་མ་བྱས་ན་རེ་ག་ན་འགྲོ་ན། ནོར་ན་དང་པོ་གཉིས་འདུག་དེ་ནས་བླ་མ་སྤྲུལ་སྐུ་ཐོག་མ་གིས་ད་མཐུན་སྒྲིལ་དུ་དགོས་ཀྱི་ཡོད་རེད་ཟེར་ནས་ཟེར་བ་ཟེར་བཞིན་ཡོད་རེད་དེ་དེ་ནས་གང་ལ་གང་བཟང་གྱི་སྒོ་ནས་མཐུན་སྒྲིལ་བྱེད་བཞིན་ཡོད་རེད་དེ། གཙོ་བོ་བྱེད་པོས་ཀྱི་རྒྱུ་མཚན་ལ་བརྟེན་ནས་དེ་ནས་མཐུན་སྒྲིལ་དུ་མེད་སོང་བ་ཡིན་ན། ལས་ཀ་དེ་ཚགས་ཚུད་པོ་གྱིས་དང་ལས་ཀ་དེ་ཡག་པོ་གྱིས་མི་རེད་པའི་རྒྱུ་མཚན་དེ་ལ་བརྟེན་ནས་དེ་ནས་མཁས་པ་ནང་མཁས་བོ་ད་མཐུན་སྒྲིལ་མཐུན་སྒྲིལ་དགོས་ཀྱི་ཡོད་རེད་ཟེར་ནས་གཙོ་བོ་རྒྱུ་མཚན་འདྲ་བོ་གཙོ་བོ་དེ་འདྲ་དེ་ལ་ཐུག་ནས་དེ་ནས་མཐུན་སྒྲིལ་ཟེར་རྒྱུ་དེ

དེ་དེ་དེ་ཚོ་ལ་བརྟེན་ནས་དེ་ནི་མཐུན་འབྲེལ་དེ་ཡིན་གྱི་མེད་གཉིས་འགལ་གྱི་འདུག་ཟེར་ནས་གཙོ་བོ་དེ་རེད། དེ་ཡིག་གི་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི་མཐུན་འབྲེལ་དེ་ག་སྲིད་ཡོད་གསུང་བ་ཡིན་ན། དེ་ནི་རྒྱ་གར་ནས་རྒྱ་གར་དེ་བར་དེ་ལས་དེ་ནི། ཅི་ཟེར་གི་རེད་ཟེར་ན་མཐུན་འབྲེལ་ཡོད་པའི་གི་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི། རྟོགས་དང་མངའ་ཐང་དེ་ནང་བཞིན་གྱི་དེ་ནི་གུ་རུས་གི་ཀྱེ་ཙཀྵི་རི་དེ་ན་ནུས་པ་ཆེན་པོ་ཡོད་པ་ཅིག་དང་དེ་ནི་དོན་ཆེན་པོ་འགྲུབ་པ་འོ་ད་འདོད་ཚུལ་སྡོད་སོང་ཡིན་ན་དཔེར་ན་རྒྱ་གར་ནས་རྒྱ་གར་གྱི་བར་དེ་ཡང་ལས་ཀ་ཡག་པོ་རེད་པ་ཚ་ཚུད་པོ་རེད་པ་དེ་ནི་ཞི་བདེ་རེད་པ་དེ་དེར་དཔེར་ན་མཐུན་འབྲེལ་ཡོད་པའི་རྒྱུ་མཚན་ལ་བརྟེན་ནས། དེ་ནས་རྒན་པ་ནས་རྒན་པ་གྱི་བར་དོད་ཡིན་སོང་བ་ཡིན་ནའང་ད་འདོད་ཚུལ་སྡོད་སོང་ཡིན་ན་དེ་ནི་མཐུན་འབྲེལ་ཡག་པོ་ཡོད་སོང་བ་ཡིན་ན་དེ་ནི་རྒན་པ་རྒན་པ་གཉིས་ཀྱི་བར་དེ་ལ་ཡང་དེ་ནི་དཔེར་ན་སྐྱིད་པོ་ཡོད་པ་ཅིག་དང་ཡག་པོ་རེད་བ། དེ་ནང་བཞིན་དུ་ཁོ་རང་རྒན་པ་གཅིག་གི་ནང་ནས་ཡང་དེ་ནི་དཔེར་ན་མཐུན་འབྲེལ་ཡག་པོ་ཅིག་ཡོད་སོང་བ་ཡིན་ན།

མཁན་པོ་དང་སྤྲུལ་སྐུ་གཉིས་ཀྱི་བར་ནས་འོ་དེ་ནི་མཐུན་འབྲེལ་དེ་ཡོད་སོང་བ་ཡིན་ན་དེ་ནི་ཡག་པོ་ཅིག་རེད་ཅིག་དེ། མདོ་ཚུལ་བསྡུས་སོང་བ་ཡིན་ན་དཀའ་རེ་བཙལ་འདུག་ཟེར་ན། འོ་ཁོ་རང། སྤྱི་སྟངས་ཁ་ཙམ་གྱིས་མ་ཡིན་པར་ངོ་མ་ཅན་འདི་གིས་ཁོ་རང་དངོས་པོ་གནས་ཚུལ་གྱི་སྒོ་ནས་དེ་ནི་མཐུན་འབྲེལ་བཙལ་རྒྱུ་དེ་གལ་ཆེན་པོ་ཡིན་པ་དང་མཐུན་འབྲེལ་དེ་ཡོད་སོང་བ་ཡིན་ན་དེ་ནི་ལས་ཀ་དེ་ཡག་པོ་རེད་ཅིག་དང་ཡག་པོ་ཡོང་བའོ་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི་ངོ་མ་ཅན་འདི་མཐུན་འབྲེལ་གྱིས་ཡག་པོ་རེད་གི་འདུག་ཟེར་ནས་དེ་ནི་གཙོ་བོ་དེ་གཅིག་རེད། དེ་ནས་གཉིས་དུས་ལ་སང་ལ་སང་ལ་ད་ཚོགས་པ་འདིས་ད་སྤྱི་སྟངས་ད་ཚོགས་པ་འདིས།

ང་ཚོ་དེ་ནས་པི་ཡི་སྒམ་པ་གི་ད་ཅི་ཟེར་གི་རེད་ཟེར་ན། དེ་ནས་ཞག་བཞི་འདྲ་བོ་བྱས་ནས་དེ་ནས་གཙོ་བོ་འགོག་ནས་བཏང་མི་འགྲུབ་ཅི་བྱས་ནས་དེ་ནས་ཐེངས་བཞི་པ་དེ་འཚོ་བ་རེད། ཐེངས་བཞི་པ་དེ་འཚོ་ནས་ད་གཙོ་བོ་དེ་འདྲུས་ཀྱི་འཚོ་ནས་དེ་ནས་ཅི་ཡོད་ཧ་ལས་རྫས་ཀྱི་ངོ་ནང་གི་ཅི་ཞག་བཞི་བྱས་རེད་ཡག་པོ་བྱས་ཡོད་ཟེར་དེ་འདྲུས་ཀྱི་མི་འདུག་ད་ཡིན་ན་ཡང་ང་ཚོ་གི་ཡང་གང་ལ་གང་བསམ་གྱི་སྒོ་ནས་དེ་ནས་གང་ཐོས་ཐོས་ཀྱི་སྒོ་ནས་དེ་འདྲུས་བྱས་ནས་དེ་ནས་ཅི་ཟེར་གི་རེད་ཟེར་ན། བགྲོ་གླེང་ཟེར་ན་འདྲ་མདོར་ན་འདི་ཡི་གི་འཚོ་བ་དེ་ནས།

རྒྱ་ནག་ཁྲིམས་དོན་ནས་ཚོགས་པ་རེ་ཚོགས་པ་དེ་དག་མདོར་ན་ཁྱི་ལྡེ་དེ་ཁྱི་ནང་པ་ལས་སྨྲ་མཇལ་གྱིས་བྱས་པ་དེ་མདོར་ན་ཁུ་བས་དེ་ངས་ད་རག་སྨྲ་མཇལ་གྱིས་དྲན་ཐལ་ཡིན་ན་ཡང་རྒྱ་འདི་ཁ་ཕྱོགས་འདུག་དེ་བས་བཀྲིན་མི་འདུག་དེ་ནི་མི་རེ་རེ་ཀྱིས་འདི་ལས་འོང་འདི་འདི་འདྲུ་རེ་ཟེར་འདི་ནའོ་ཅི་ཟེར་ཚོད་མེད་པ་འདྲ་བོ་སྐྱེ་བོ་རེ་འདི་ད་དེ་ཞིག་དེ་རྒྱུ་མཚན་དེ་བསྟན་ནས་དེ་ནི་ཤི་སྟོང་འདི་ཡིག་གིས་ཚོགས་པ་འདི་ལ་སང་ལ་སྟོང་སང་ཡིན་ན་དེ་སྔ་ཡར་དེ་བརྩོན་པ་ཡིན་ན་ཡང་དེ་ནི། བཤད་སྟངས་གང་རེད་ད་ཅི་ཟེར་གི་རེད་ཟེར་ན་མཁན་པོ། རི་དྭགས་གང་རེད་གི་གཙོ་བོ་བྱས་ནས་དེ་ནས་གང་རེད་ཅི་ཟེར་རུང་ཟེར་ན། སྐུ་ངལ་བ་རྗེས་ལ་མི་འཛེམས་ནས་ངོ་མ་ཅན་དེ་གི་ཅི། ཀ་དཀའ་ལ་སང་ལ་སྟོང་ཡིན་ན་ངོ་མ་ཅན་དེ་གང་རེད་ཕར་བཏགས་ནུ་གི་རེད་ད་ཅི་གང་རེད་ཀྱི་ངོ་མ་ཅི་ཟེར་གི་རེད་ཟེར་ན་དཀའ་ངལ་ལ་མི་འཛེམས་འདི་འདྲུས་ཀྱི་ལས་ཡོད་ནས་ཀ་ད་ཁོང་གི་འདི་འདྲུས་ཀྱི་ཤུགས་ཀྱི་ལས་ཀ་འདི་འདྲུས་ལས་དེ་ད་ང་ཚོ་གི་ད་ཡོད་ཀྱི་རྒྱ་ཤོག་ད་དེ་འདྲུས་ལས་ཀ་སྤྲང་མོ་ཅི་ཐལ་མ་རེད་ད་ཡིན་གྱི་མེད་ནས་རྒྱ་ཤོག་མི་གཞན་ནས་ད་ཚོད་ལས་བྱེད་ཀྲན་མི་འདྲ་བ་ཅི་དང། དེ་ནི་འདི་སྟོང་དུ་སྐྱེས་ཡིན་ནའང་ཕྱི་སྟོང་དང་ནང་དུ་སྐྱེས་ནས་སྟོང་ལ་སྟོང་ཟ་ན་འདི་རང་མཛངས་དང་མ་མཛངས་དང་འོང་དང་མ་འོང་དང་ཡོད་ཁྱད་པར་ཅང་མ་སྐྱེས་ཡོད་མ་རེད་དེ་ཡིན་ན་ཡང་དག་ཁོང་གིས་ཅིག་འོང་གི་ཟེར་ཡིན་ནའི་ག་ན་ང་དེ་ཕྱི་སྟོང་འོང་དང་རྒན་པ་ནང་ནས་ལས་ཀ་མེད་ཟེར་ནའང་ལས་ཀ་བྱེད་ལས་བྱ་ལ་དག་ཚོགས་པ་ཚོགས་རྒྱུ་འདིའི་འདི་སྟོང་ཀ་ནས་དེ་ནི་ཀ་མ་བསྒྲུབ་པ་ཅིག་ཡོད་ཚོགས་རྒྱུ་ཅིག་དེ་འདྲུས་ཀྱི་གཏན་གཏན་འཁེལ་བྱས་ནས་དེ་ནི་ཚོགས་ཁ་ཚང་གཉིས་ཚོགས་བཞིན་པ་རེད་དེ་དེ་ནི་ཁོང་གིས་དེ་འདྲུས་སོང་བས་ནི་ཁོང་གིས་ཨོ་ཀ་ལས་སྐྱེས་ཟེར་གི་རེད་ཟེར་ན།

སྐུ་ལྔ་བོ་བརྒྱད་ལ་དེ་ནས་མི་མཛད་ནས་དེ་ནས་འདི་རང་ཕལ་གྱིས་དེ་ལས་ངོ་མ་སྤྱད་ནས་དེ་ནས་ཤི་སངས་རྒྱས་ཀྱི་བསྟན་པ་ལ་སྲང་ལ་བཏང་ནས་དེ་ནས་ཁྱད་པར་དུ་ཡང། རང་རང་སོ་སོ་གྱི་དེ་ནས་གར་སེར་ནས་སོང་ནས་ཆོས་སྡེ་ལ་སྲང་ལ་བཏང་ནས་དེའི་ནང་བཞིན་དུ་ཡང་དེ་ནས་དགེ་ཚུལ་ཡང། ཅི་ཟེར་གྱིར་སེར་ནང་སྒམ་པ། རང་རང་ལ་དེ་ནས་དེ་སོགས་ཐང་ཆེན་ལ་སྲང་ལ་བཏང་ནས་འདི་རང་ཕལ་པ་ལ་ངོ་མ་སྤྱད་འདི་གིས་དེ་ནས་ཅི་ཟེར་གྱིར་སེར་ནང། སྐུ་ལྔ་བོ་བརྒྱད་དེ་སོགས་དང་མི་མཛད་ནས་འདི་རང་ཕལ་པ་ལ་དེ་ནས་བཀའ་དྲིན་གྲངས་མ་ཆད་ད་རེས་དྲན་པ་དེ་དང། དེ་ནས་འདི་ཡིག་གི་བགྲོ་གླེང་འདི་ལས་དག་ཁྱེད་རྣམ་པ་གོ་བ་གོ་བཞིན་ཡོད་ཀྱི་རེད་སུ་ནི་ཆོས་བཞིན་ཡོད་ཀྱི་རེད་ང་ཚོ་ས་ནི་ཟེར་མི་ཡོད་རེད་འདྲ་མི་འདྲ་ཟེར་མི་ཡོད་རེད་དེ་ནས་དག་བཤད་སྟངས་དེ་རིང་འདི་ན་མང་པོ་གོ་སོང་དེ་དག་ཡིན་ན་ཡང་ཀག་ཀག་གི་ཁ་ཤས་ཀྱི་ཟེར་མི་ཡོད་རེད་ད་བགྲོ་གླེང་འདི་གཅིག་ཁ་རོག་རེད་ཟེར་མི་འདྲ་བོ་གཅིག་དང་ཡང་མེད་ན་ཅིག་ཅིག་རེད་ཟེར་མི་ཡོད་རེད་དེ་ཡིན་ན་ཡང་དེ་སྔ་ཡག་དེ་བཙོན་པ་ལ་རང་དུ་གཅིག་གི་སང་ལ་གཏོང་སོང་ཡིན་ན་ཡང་ཨོ་ད་བགྲོ་གླེང་འདི་བཙུགས་ནས་ལས་ཀ་གང་ལ་གང་བསམ་གྱི་སྒོ་ནས་ཐོན་ཡང་ཐེངས་ལས་ཀ་འདི་ཡག་པོ་རེད་དེ་དྲན་བ་འགྱུར་གྱི་རེད་མ་གཏོགས་ལས་བགྲོ་གླེང་འདི་བཙུགས་ནས་དེ་ནས་ཀྱི་ལས་ཀ་མེད་པ་འདྲ་བོ་ཅིག་དང་དུས་ཚོད་འཕྲོ་བརླག་འདྲ་བོ་ཅིག་དང་དེའི་ནང་བཞིན་གྱི་དོན་དག་གཅིག་ཀྱང་མེད་པ་འདྲ་བོ་ཅིག་དུད་འགྲོའི་རེ་དྲན་ནི་མ་རྩ་རང་རེ་གྱི་ནའང་སང་ལ་དོན་མེད་དེ་ཡིན་ན་ཡང་དེ་ནས་ཁ་ཤས་དག་ཅི་ཟེར་གྱི་རེད་ཟེར་ན་དེ་རིང་སང་ཉིན་འདྲ་མི་འདྲ་རེད་དགའ་མི་དགའ་དགའ་མི་དགའ་གྱི་སྒོ་ནས་བཤད་མི་ཡོད་ཀྱི་རེད་དེ་ཡིན་ན་ཡང་ད་དུད་འགྲོས་ག་འདུག་ཟེར་ནས་ཟེར་ང་ཚོ་ད་མདོ་ཚུལ་སྡོད་སང་ཡིན་ན་ད་འདི་ཡིག་གི་བགྲོ་གླེང་འདི་ནི་མི་མཐུན། དེ་ནི་རྒྱུན་བྱུང། ད་དུང་གི་ད་དཔེ་འགྲོས་རྒྱག་སང་ད་ལྟ་དེ་ནི་ཐོན་དྲུག་པ་རེད་འགྲོ་རེད་ད་མ་འོངས་པ་ན་ཡང་དེ་འདྲུག་མི་མཐུན་ནི་དེ་ནི་ཅི་སྐྱིད་དུས་སང་ཡིན་ན་ཁོ་མདོ་ཚུལ་སྡོད་སང་ཡིན་ན་འདི་གི་ཕན་ཅི་ཞིག་རྒྱག་ཤ་རྒྱག་ཐོག་རེད་མ་གཏོགས་ལས་མི་ཤེས་དེ་ཁོ་ཕ་ལྟའི་ཚུལ་ཟིག་རེད་རེད་དེ་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས་ང་ཚོ་འདི་ཡང་དེ་ནི་ག་རེ་ཟེར་ན་ཕྱི་ད་ལྟ་ཨུ་སི་གང་དུ་བཞུགས་པ་ནང་བཞིན་གྱི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་འདི་ལ་སང་ལ་བཏང་ནས་ཅེས་བཏུལ་བ་རེད་མ་གཏོགས་ལས་ཅི་དེ་ནི་འཇིག་རྟེན་ཕྱི་རྒྱལ་འདྲ་བོ་ཅིག་དང་འདི་སྐྱིད་སྡུག་སོང་བ་ཡིན་ན་གྲགས་པ་འདྲ་བོ་ཅིག་དང་འདི་སྐྱིད་སྡུག་ན་དེ་ནི་ཡག་པོ་བཀྲོངས་བ་རེད་ནི་དེ་ནི་ང་ཆེན་པོ་རེད་འགྲོ་རེད་དྲན་པོ་ཅིག་དེ་འདྲས་ནི་མི་སུ་གཅིག་ལ་ཡང་དམིགས་ཡུལ་ཡོད་མ་རེད་དེ་འདྲས་ཀྱི་སང་ལོ་བོ་ཡོད་མ་རེད་དེའི་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི་ག་རེ་བྱེད་འདོད་ཟེར་ན་བགྲོ་གླེང་འདི་དེ་ནི་ག་རེ་བྱེད་འདོད་ཟེར་ན་གང་ལ་གང་བསམ་གྱི་སྒོ་ནས་བཙུགས་བ་དེ་ལ་བརྟེན་ནས་དེ་ནི་ཤོད་ལམ་དེ་ཚོ་ཐམས་ཅད་ཡང་དག་ཅི་བྱེད་ཀྱི་རེད་ཟེར་ན་གང་ལ་གང་བསམ་གྱི་སྒོ་ནས་དེ་ནི། སྔ་མ་ལས་ཀྱང་ངོ་མ་སྤྱན་འདི་དགེ་ནས་དེ་ནི་རང་གྲོལ་གཅིག་གི་ཕ་རྟགས་འགྲོ་ཡིན་ནའི་གང་ན་ཡང་ཨོ་ཡག་པོ་རེ་བ་འདྲ་བོ་གཅིག་དང་དོང་བོ་དོང་གི་འདུག་གནས་ཚུལ་རེ་བོ་རེ་གི་འདུག་དེ་ནི་རང་རང་སོ་སོའི་འཇིག་རྟེན་དཔེ་འདི་སྦྱངས་ན་རྒན་པ་ནག་གི་ནང་ནས་ཨོ་ཕ་རྟགས་འགྲོ་ཡིན་ནའི་གང་ན་སྔ་མ་ལས་ཀྱང་ལྷག་པ་འདྲ་བོ་གཅིག་དང། མདོ་ཚུལ་བསྡུ་སང་ཡིན་ན་དང་དག་ཆུང་ཆུང་ལ་བསམ་བློ་གཅིག་གཏོང་སང་ཡིན་ན་ཡང་དཔེ་འདི་སྦྱངས་སང་ན་བདེན་པ་འདི་ཡིན་ནའི་གང་ན་ཡང་སྔ་མ་ལས་ཀྱང་ད་དེ་རིང་སང་ཉིད་ཀྱི

དེ་ནས་མ་འོངས་པ་ནང་ནས་མི་རེ་རེ་གྱི་ལག་པ་ནང་ནས་དེ་ནས་སྡོད་རྒྱུ། ཅི་ཟེར་གི་རང་མཚན་ཞག་རེ་ཡོད་རེད་བཙན་ཡུལ་གྱི་ལུང་བསྟན་གྱི་ཤེས་འདུག་དེ་ཡུལ་གྱི་ལུང་བསྟན་དེ་ད་དེ་རིང་སོང་ཉིན་གྱི་མཁས་པ་མང་པོ་གཅིག་གིས་ག་རེ་བསྟན་འདུག་ཟེར་ན་ད་ཁ་པར་འདི་ཕར་ཆེར་ཡིན་ས་རེད། འོ་དེ་ཡིན་པའི་རྒྱུ་མཚན་འདི་ལས་ད་ཁ་པར་དེ་གིས་ཅི་བྱེད་འདོད་ཟེར་ན། དུས་ཚོད་ནི་དུ་ནག་ཕར་ཆེར་གྲོགས་ལ་བྱེད་འགྲོ་བཞིན་རེད། འོ་ཁ་པར་དེ་གིས་ཅི་ནས་ག་རེ་བསྟན་འདུག་ཟེར་ན་ངོ་མ་སང་ལ་གཏོང་སོང་ཡིན་ན་རྒྱུ་སྤང་རྒྱ་བོ་དེ་འདི་དགོས་ནས་གྲོགས་ལ་འགྲོ་བཞིན་འདུག

དེ་ནི་གངས་སྤྲུལ་སྐད་ཚ་རའི་གཙོ་བོ་དེ་ནི་ཁྱེད་རྣམས་པ་གི་ཐག་བྱེད་སྟངས་ང་རང་གི་དྲན་ཚོད་ཡིན་མ་གཏོགས་ལ་ཡང་འདི་ཡིན་གྱི་མེད་ནི་ཁྱེད་རྣམས་པ་གི་འདི་ནི་ལས་ཀྱི་རེད་འདི་ནི་གཞས་ཀྱི་རེད་ཟེར་དེ་འདྲ་གྱི་མེད་ཡིན་ན་ཡང་ད་ག་རེ་ཟེར་ནས་ཟེར་ན་ཤན་དང་ཡན་ཏན་གཉིས་ཚུལ་གྱིས་བསྡུས་ནས་འོན་ཡིན་ནའི་ག་ན་ཤན་ཆེན་པོ་གཅིག་འདུག་ཟེར་ནས་ཨོ་རྒྱུ་མཚན་དེ་ལ་བརྟེན་སོང་བ་ཡིན་ན་དེ་ནི་ག་རེ་ཟེར་འདུག་ཟེར་ན་ད་ལུང་པ་ཁ་ཤས་ཁ་ཤས་དང་རེད་མ་གཏོགས་ལ་དེ་ནི་ད་ཧ་ལམ་འདི་ཡིན་གྱི་དེ་ནི་ག་རེ་ཟེར་འདུག་ཟེར་ན། གྲྭ་བཙུན་སྔགས་བཟང་གྱི་ཀུན་སྤྱོད་ཡར་སྐུལ་ནུས་འདི་དུས་མཐའ་ནས་བཟུང་སྟེ་དེ་ནས་ཁ་པར་དེ་ཚོ་ཐང་ཅན་ཡང་ངོ་མ་སྐྱེལ་འདི་གི་སྒམ་པ་མང་པོ་ཞིག་ནང་ནས་མར་ཉུང་ཉུང་རེ་འགྲོ་གི་རེད་དེ་ནས་སྔ་མ་དེ་གཉིས་དེ་ནང་ད་པེ་འགྲུལ་བཞག་ས་ན་མཁན་པོ་ཤེས་རབ་བཟང་པོ་ཁོང་རེ་ཁོང་སོང་དུས་ཁོང་གིས་གསུངས་སོང་ཡིན་ན་ཁོང་ཀྱི་ཆོས་རྒན་ནང་ནས་ཁ་པར་དེ་དང་མི་གཅིག་གིས་ཁུར་ཆོག་མ་རེད་ཟེར་གྲང་མི་གཅིག་གིས་ཨོ་ད་དེ་འདྲ་འགྲུལ་གྱི་སང་ལོ་སྟོང་ཡིན་ནི་ཀ་ན་དེ་ནས་མི་གཅིག་གིས་མ་རྩ་རྩ་ནས་ཁུར་མི་ཆོག་ཁོང་རེ་ཁོང་སོང་དུས།

ཁོས་དེ་ལན་ཐོས་ཤེས་ཡོང་མ་རེད། འོ་ད་དེ་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས་གཙོ་བོ་ང་ཚོ་ག་རེ་བྱེད་འདོད་ཟེར་ན། དེ་ནི། ད་འདི་ཡིག་གི་ཚོགས་པ་འདི་རྒྱུན་བྱུང་ཞེས་འདི་ཡིག་གི་ཚོགས་པ་འདི་དེ་ནི་དེ་འགྲུལ་གྱི་བཙུགས་དེ་འགྲུལ་གྱི་བཞེས་སོང་བ་ན་ད་ཁྱེད་རྣམ་པ་གིའོ། དེ་སྔའོ་དེ་ནི་པད་མ་སི་ཀའི་ཚོགས་མ་ད་ཅི་ཟེར་གི་རེད་ཟེར་ན། ས་ཀའི། བཀའ་རྙིང་རེད་དེ་ནང་བཞིན་གྱི་བེམ་པོ་རེད་དེ་ནང་བཞིན་གྱི་གྱང་རླུང་རེད་ད་མདོར་ན་ང་ཚོ་ཚང་མ་གི་ཆེ་རྒྱུ་ཐང་ཅན་གྱི་དེ་ནི་རྒྱ་ཤོག་བྱེད་ཤེས་ཡོན་རེད། དེ་ནི་ཁྱེད་རྣམས་པར་གྱི་དེ་སྔ་རྒྱ་ཤོག་ཞེ་འང་གནང་བཞིན་གྱི་མ་འོངས་པ་ན་ཡང་མུ་མཐུད་ནས་འདི་དང་འདི་འདྲ་བའི་སྒོ་ནས་དེ་ནི་རྒྱ་ཤོག་འདི་རོགས་ཀྱི་སྐུ་ཚེ་རིང་བཀའ་དྲིན་ཆེ་ཟེར་རྒྱུ་དེ་དང། ད་ངེད་ཀྱིས་ཅི་ཟེར་གི་རེད་གང་དུ་ང་རིགས་ཀྱིས་ད་ཚིག་ཁ་སང་གི་ནང་ནས་ཚིག་ཁ་དང་པོ་དེ་གཙོ་བོ་མཐུན་འབྲེལ་དགོས་ཀྱི་འདུག་མཐུན་འབྲེལ་དེ་མེད་སོང་ཡང་ན་ལས་ཀ་དེ་ཡང་ཡག་པོ་ཐེངས་གི་མི་འདུག་དེ་ནས་སྒམ་པ་ནས་སྒམ་པའི་བར་དུ་ཡང་དཔེ་མ་ཚིག་གིས་བཀའ་མངགས་གི་འདུག་ཟེར་ཁོ་རང་སྒམ་པ་སྒམ་པ་གཉིས་ཀྱི་བར་མེད་ན་སྒམ་པ་གཅིག་གི་ནང་ནས་ཡང་དཔེ་འདི་རྒྱག་ས་ན་མཐུན་འབྲེལ་ཡག་པོ་ཅིག་མེད་ན་དེ་ནི་ལས་ཀ་དེ་རྩ་ནས་ཐེངས་མི་འདུག་དེ་ཡང་དཔེ་འདི་ཅོག་ཙམ་ལ་ད་ང་ཡང་གང་ལ་གང་འཚམ་གྱི་ལས་ཀ་ལས་ནས་ང་རིག་གཅིག་ཤི་སྟོང་འདི་ཉག་ཉོག་གྱི་སྒོ་ནས་ཅིག་བཤད་ཡོད་མ་གཏོགས་ལས་འོན་ཁ་རོག་ངས་དྲན་ཚོད་གཅིག་པུའི་སྒོ་ནས་ཡོད་མེད་ག། དཔེར་ན་ང་ཚོ་སྒམ་པ་ནང་ནས་སང་ལ་བཏང་ནས་དཔེ་འདི་ཅོག་ཙམ་ལ་ད་མི་དེ་ཚོ་དང་ཚུར་མཐུན་འབྲེལ་ཞིག་ཡག་པོ་ཅིག་མཐུན་འབྲེལ་ཞིག་ཡག་པོ་ཅིག་མ་རེད་གསུང་ན་ལས་ཀ་ཆུང་ཆུང་ཅིག་ལས་དགོས་ནའང་ཅིག་ཡག་པོ་ཅིག་རྩ་ནས་རེད་མི་འདུག་དེ་གཅིག་རེད། དེ་ནས་མཐུན་འབྲེལ་ཡག་པོ་ཅིག་མ་དེ་འདྲའི་མཐུན་འབྲེལ་ཅིག་མ་བྱས་ན་དཔེར་ན། ད་ང་ཚོའི་ནང་ནས་རྒྱ་གར་གྱི་ཁོར་ཡུག་སྤངས་ནས་བར་ཐིག་ལས་ཀ་ལས་མི་མང་པོར་དེ་ཚོ་དང་ཡང་མཐུན་འཕྲོད་མ་བྱས་ན་ལས་ཀ་དེ་རྩ་ནས་འཐེན་ཤེས་མི་འདུག་དེ་ཡིག་གི་རྒྱུ་མཚན་དེ་ལ་བརྟེན་ནས་ད་ཉམས་མྱོང་ཟེར་ན་འདྲ་བསམ་ཚུལ་ཟེར་ན་འདྲ་འོ་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི་ག་རེ་ཟེར་ནས་ཟེར་ན་མཐུན་འཕྲོད་དེ་མེད་སོང་ཡིན་ན་དེ་ནི་དཀའ་ངལ་ཆེན་པོ་ཞིག་འོང་གི་འདུག་དེ་ནི་ང་རིགས་ཀྱི་དྲན་ཚུལ་དེ་ཡིན་དེ་ནི་གཙོ་བོ་ག་རེ་ཟེར་ནས་ཟེར་ན་མཐུན་འཕྲོད་དེ་དགོས་ས་རེད་ཟེར་ནས། དེ་ནི་དེ་གཅིག་ཡིན། དེ་ནས་གཉིས་མཐུད་ལས། ད་མཐུན་འཕྲོད་གཅིག་པུའི་ཁེ་དབང་རེད་མི་འདུག

དེ་ནི་ཤེད་པོ་འདྲ་ཅིག་འདུག་ལེ། ཨོ་དེ་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས་དེ་ནི། ད་ཁྱེད་སྟོང་དང་འདི་བཞུགས་ཀྱི་ཚོང་མ་ཐང་ཅན་ཡན་ཏན་ཡོད་མི་དང་འདི་བཞུགས་ཀྱི་ཐང་ཅན་རིག་གནས་ཡོད་མི་རེད་དེ་ཡིན་ན་ཡང་ཁྱེད་རྣམ་པ་ད་ཕ་སྒམ་པ་ནང་ལོག་འགྲོ་ཡི་ནས་གང་རེད་ཕ་ཡུལ་ལོག་འགྲོ་ཡི་ནས་གང་ན་ད་རིག་གནས་དེ་ཡིན་གྱི་མེད་ཉེས་འགེལ་གྱི་འདུག་རིག་གནས་དེ་མེད་ཚང་བ་ཡིན་ན་དཀའ་ངལ་ཡང་དཔེ་མང་པོ་འཕྲད་གྱི་འདུག་ཐང་ན་དཔེ་འདི་བཞག་ཚང་ཡིན་ན་རིག་གནས་ཡག་པོ་ཅིག་མེད་ཚང་ཡིན་ན་ད་རྒྱ་ནང་ཁྲིམས་དེ་བར་དེ་འགྲོ་ཚང་ཡིན་ན་དེ་ནི་ཆག་གོང་དེ་རྩ་ནས་རྙེད་གི་མི་འདུག།

ཞེས་ཤོག་ཤོག་ནི་མ་ཅིག་སྐད་ཚང་ཡིན་ན་ད་མདོ་ཚུལ་བསྡུ་ས་ན་ལྷ་བསང་དུ་དགོས་ཀྱི་འདུག་ལྷ་བསང་དང་གཅིག་དེ་ནང་བཞིན་གྱི་མཐུན་འབྲེལ་དང་གཉིས་རིག་གནས་བསང་དེ་ཡོད་སོང་བ་ཡིན་ན་དེ་ལས་ཀ་དེ་གང་ལ་གང་བསགས་རྒྱུ་དགོས་ནས་ཐན་གྱི་འདུག་ཟེར་ནས་དེ་ནས་སྐུ་ཚེ་རིང་གྱི་ནང་པ་ད་འདི་ཡུལ་གྱི་ཚོང་མ་དེ་ནས་ད་དུས་ཚོད་དེ་དེ་ཤོག་ཤོག་ཚོང་བུ་རེད་ས་རེད་དེ་ནས་ད་སྐྱིད་ཚེ་གིར་ཟེར་ན་ད་རང་གི་དྲན་ཚད་ཚང་མ་དེ་ནས་བཤད་རྒྱུ་རག་མ་སོང་དེ་ཡིན་ན་ཡང་དེ་ནས་སྐྱིད་ཚེ་གིར་གི་ད་དུས་ཚོད་མེད་འགྲོ་དུས་ཚོད་མེད་ཡིན་ནས་ཀ་ན་དེ་རང་གི་དྲན་སྐད་ཀྱི་ཚིག་ག་ཉིད་དེ་ཤོག་ཤོག་ཚང་གཅིག་ཁྱེད་རྣམ་པ་ལ་མ་ཤོད་ཡ་དེ་ནས་འདི་ཡུལ་གྱི་ཚོང་མ་ཐམས་ཅད་དེ་ནས་ཐུགས་མཐུན་ཁྲེལ་གཙང་དེ་ནི། དེ་ཅི་ཟེར་གི་རེད་ཟེར་ན། བྱ་བ་ལམ་འགྲོ་ཡོང་ཡི་གི་དེ་ནི་བཀྲ་ཤིས་སྨན་དུ་གྱུར་ཟེར་ནས་བསྐུལ་ཚེ་རན་གྱུར།